ཆོས་ལུགས་ལ་དབྱེ་བ་མེད་པ། ཆོས་བརྒྱུད་ལ་དབྱེ་བ་མེད་པ། ཆོལ་ཁའི་དབྱེ་བ་མེད་པ། སྒྲ་ལ་ངོམ་རྒྱུ་ཡང་དེ་རེད། བརྙན་ལ་འཆར་རྒྱུ་ཡང་དེ་རེད། འོ་མགོ་མཁོ་འབྲི་བའི་ཡང་དེ་རེད། སྙིང་པོའི་དོན་ཡང་དེ་རེད། ང་ཚོ་ཁོ་ཚོ། ཅིག་དུག་དུག་བྱས་པ་ཡིན་ན། དེ་ནི་ངས་བལྟས་ན་ནི་སྤུ་གུ་རྩེ་མོ་རང་འཐུང་གི་འདུག། བཅོམ་ལྡན་འདས་རྡོ་རྗེ་སེམས་དཔའ་ལྷ་བཅུ་བདུན་གྱིས་དབང་མཐའ་རྟེན་དང་བཅས་པ་ལེགས་པར་ཕུལ་གྲུབ་པར་བྱས། ཨེ་ནི། ད་ལན་འདིའི་རིང་འདི་ལ་ཡ། ཨན་ནི་གཙོ་བོ་གཙོ་བོ་གྲོས་ཚོགས་ཚོགས་པ་ནས་ཐུགས་འགན་བཞེས་རྗེས་གྲ་སྒྲིག་ཕུན་སུམ་ཚོགས་པ་ཞུ་གནང་བཞག་ཨན་ནི་གྲ་སྒྲིག་གནང་ཉེན་གྱི་ཕུན་སུམ་ཚོགས་པ་ཅིག་གནང་གི་འདུག་ལ་མང་ཚོགས་ཀྱིས་ཡང་ཐུགས་སྣང་ཆེན་པོ་གནང་རྗེས་ཨན་ནི་རང་རང་སོ་སོའི་འབྱོར་འཁོས་ལ་དཔག་པའི་ཨན་ནི་བསྙེན་བཀུར་གནང་ཡག་ཅིག་སྒྲོལ་མ་གསུང་དབྱངས་ཀྱིས་མཚོན་པའི་གཞན་དོན་དེ་གའི་དེ་ལ་འུར་ཆིལ་ཆིལ་ཡོད་དེ་བ། ཐུགས་སྣང་ཆེན་པོ་ཡོད་དེ་བ། འོ་ད་དེ་གའི་དེ་དངོས་གནས་དྲང་གནས་གཟི་བརྗིད་རེད། ཧི་མ་ལ་ཡ་དང་བོད་གངས་ཅན་གྱི་ལྗོངས་ཀྱི་མིའི་སྤྱི་ཚོགས་ཅིག་གི་གཟི་བརྗིད་རེད། འདི་གཅིག་བྱས་ན་ང་རང་ཚོ་གི་ལོ་རེ་ཆ་ཅན་གྱི་བྱེད་སྒོའི་སོར་བྱེད་བ་རེད། གཉིས་བྱས་ན་ངས་ཁ་ཚང་ཞུས་པ་ནས་བཞིན་ང་ཚོ་མི་ཐོག་དེ་འདུག་ཅེས་མི་རབས་ནས་མི་རབས་ཅིག་བརྗེ་པོ་བརྒྱབ་ཅིག་འགྲོ་གི་བ་རེད། ང་ཚོ་དང་པོ་ལྔ་བཅུ་ང་དགུའི་སྐབས་ལ་བོད་ནས་ཡོང་དུས་ལོ་ལྔ་ཡིན། ད་ལོ་བདུན་ཅུ་དོན་གཉིས་ལ་སླེབས་པ་རེད། རྒན་འཁོགས་གཅིག་ལ་སླེབས་པ་རེད། དཔེ་དེ་ནང་བཞིན་བྱས་རྗེས་ད་ལྟ་ང་ཚོའི་མི་རབས་རྒན་པ་དེ་གས་དེ་གིས་འདི་འདྲ་བའི་གི་ཐུགས་ཁུར་ཅིག་བཞེས་མཁས་པ་དེ་གིས། ད་ལྟ་ཁྱེད་རང་ཚོ་ཕོ་གཞོན་མོ་གཞོན་ལོ་བཅོ་ལྔ་དང་ཉི་ཤུ་སླེ་བསྡད་ཉིན་ཁྱེད་རང་ཚོ་ལ་ཡ་མིག་ལྟོས་གསར་པ་ཅིག་བྱས་རྗེས་ཨ་འདི་འདྲས་ཅིག་བྱས་དགོས་ཀྱི་འདུག་འདི་འདྲས་ཅིག་གི་ཁྱད་ཆོས་ཅིག་འདུག་འདི་འདྲས་ཅིག་གི་སྡིག་སྤོང་དགེ་སྒྲུབ་བྱེད་ཡ་ཅིག་འདུག། འཛམ་བུ་གླིང་གི་སྤྱི་ཚོགས་ལ་ཡང་ཕན་བདེ་བསྒྲུབ་ཡག་གི་བསམ་བློ་འདི་འདྲ་ཞིག་བཏང་ཡག་འདུག་བསམ་པ་ཅིག་གིས་ཨོ་སོ་སོ་ལ་ཡང་ཉམས་མྱོང་ཅིག་ལས་ཉམས་མྱོང་དེ་ལ་བརྟེན་ནས་ཚོགས་བསགས་སྒྲིབ་སྦྱང་བྱེད་ཡག་ལས་དེ་ལྟ། ཁ་ཐུག་གི་ཁ་ཚ་དགོས་གོས་ཀྱི་ཤེས་ཡོན་གྱི་ཚོད་རེད་པ་དེ་ཡིན་པ་རེད། ད་ཤེས་ཡོན་སྤྱི་ཁོག་གི་སྐད་ཆ་མ་རེད། ཨོ། གང་ལྟར། རྒྱ་བ་དོན་གྱི་བདག་པོ་ནམ་རྒྱུན་བཀའ་གནང་པ་ན་བཞིན། རྒྱལ་ཁབ་ཟེར་མཁན་དེ་སྤྱི་དང་རྒྱལ་ཁབ་དེ་རྔན་མ་རྒྱལ་ཁབ་མེད་པ་ལ་རྒྱལ་ཁབ་གསར་པ་ཆགས་ཡ། ཡང་རྔན་མ་རྒྱལ་ཁབ་ཅིག་ཡོད་དེ་ཡོད་བཞིན་པ་ལ་རྒྱལ་ཁབ་དེ་མེད་པ་ཆགས་འགྲོ་ཡ། དཔེར་ན་རྒྱ་གར་སོར་ཅིག་ཆ་བཞག་ན་རྒྱལ་ཕྲན་མང་པོ་ཡོད་རེད། རྒྱལ་ཕྲན་མང་པོ་དེ་གས་དེ་ད་ལྟ་རྒྱལ་ཁབ་ཅིག་ལ་ཚུར་རུག་རུག་རུག་ཅིག་ལ་ཆགས་ཚར་རེད Hindustan ཟེར་ངེས་ཅིག་རྡོག་རྡོག་ཅིག་གང་ཆགས་དེ་ཡོད་རེད Pakistan Hindustan། སྔས་མའི་རྒྱལ་ཕྲན་ཆུང་ཆུང་དེ་གས་དེ་འདི་ལྟར་བརླག་ཚར་རེད་རྒྱལ་ཁབ་ཅིག་གར་རྡོག་རྡོག་ཅིག་བཟོས་པ་རེད་སྐོར་དེ་འདྲ་དེ་འདྲ་ཅིག་རེད། ད་ད་ལྟ་ང་རང་ཚོས་ཀྱི་ཧི་མ་ལ་ཡའི་རི་རྒྱུད་སུ་གཏོགས་པ་དང་ལྷག་པར་བོད་གངས་ཅན་གྱི་ལྗོངས་ཀྱི་ཅིག་དངོས་གནས་ཆོས་དང་རིག་གཞུང་ཟེར་མཁན་དེ་ང་ཚོ་སྐད་ལོག་མང་པོ་རྒྱབ་རྒན་པ་དེ་ཚོའི་སྐུ་ལས་ཆེན་པོ་སྐྱོན། གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་རྣམས་ཀྱིས་ཐུགས་ཁུར་ཆེན་པོ་བཞེས་སྐོར་དེ་འདྲ་གནང་དགོས་ཡ་རྒྱུ་མཚན་གཙོ་བོ་ག་རེ་རེད་ཟེར་ན། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཚུལ། རིགས་པའི་ལམ་ནས་གཏན་ལ་འབེབས་ཡང་ཡོད་དད་པ། དཔལ་ནཱ་ལེནྡྲ་གྱི་ཆོས་བརྒྱུད་དྲི་མ་མེད་པ། དེ་སྐད་དེ། ད་ལྟའི་དུས་ཚོད་དེ་ལ་བདག་པོ་སུའི་རྒྱབ་བདེ་ཡོད་རེད་ཐིགས་པ་ཆེ་ཆུང་སྔགས་དང་བཅས་པ་བདག་པོ་སུའི་རྒྱབ་བདེ་ཡོད་རེད་བྱས་པ་ཡིན་ན། ཧི་མ་ལ་ཡའི་རི་རྒྱུད་སུ་གཏོགས་པ་དང་བོད་གངས་ཅན་ལྗོངས་ཀྱི་བདག་པོ་རྒྱབ་བདེ་བ། མངའ་རིས་ཡིན་ན་ཆེན་པོ་ཧོར་གྱི་ཡུལ་ལ་བདག་པོ་རྒྱབ་བདེ་ཡོད་པ། ཡིན་ན་ཡང་ཆེན་པོ་ཧོར་ལ་ཉམས་ཆག་ཆེན་པོ་ལོ་བདུན་ཅུ་དོན་ལྔའི་རིང་ལ་དམར་པོའི་ལྟ་བའི་ཐོག་ནས་ཉམས་ཆག་ཆེན་པོ་བྱུང་ཚར་བ་ཡིན་པ། དེ་འདྲའི་ཡིན་དུས་ཉམས་ཆག་མེད་བདེ་ངན་དེ་ད་ལྟ་བོད་གངས་ཅན་གྱི་ལྗོངས་འོག་འདི་འདྲའི་ཅིག་གི་ད་ཅི། གཞིས་ལས་བོད་ལས་མེད་ན་ཡང་བྱེས་སུ་ཡིན་ནི་དངོས་གནས་དྲང་གནས་ཀྱི་དཔེ་དེ་སྔར་འཕགས། བོད་གངས་ཅན་གྱི་ལྗོངས་ལ་ཡ་དུས་དེ་གནས་འཆམ་ཡོད་པ་ལས་ལྷག་པ་མེད་ན་ཡང་ཆད་པ་མེད་པ་ཅིག་རྒྱ་བ་ཡིད་བཞིན་ནོར་བུ་ཐུགས་རྗེའི་བཀའ་དྲིན་དང་བཙན་བྱོལ་གཞུང་གི་སྒྲིག་འཛུགས་ཀྱི་ཐོག་ནས་ཡོད་བསྡད་པ་ད་དེ་འདྲའི་ཅིག་དེ་ང་རང་ཚོས་དངོས་དངོས་ཅན་ཅན་མཐོང་ལྟ་དེ་རེད། འདི་དངོས་གནས་དྲ་གནས། ཧི་མ་ལ་ཡའི་རི་རྒྱུད་དེ་བོད་གངས་ཅན་སྤྱི་བོ་སྐད་ཆ་མ་ཡིན་པ། འཛམ་བུ་གླིང་ལ་ཡང་དངོས་གནས་ལེགས་སྐྱེས་ཆེན་པོ་ཕུལ་ཐུབ་ཡག་གི། ཨ་ནི་ཤེས་ཡོན་ཅིག་དང། སྤྱོད་ལམ་ཅིག་ཆགས་ཀྱི་ཡོད་རེད་ཡ་རབས་སྤྱོད་བཟང་ཅིག་ཆགས་ཀྱི་ཡོད་རེད། དེ་འདྲས་ཡིན་དུས། ང་ཚོས་དེ་བདག་པོ་རྒྱབ་རྗེས། ཉམས་པ་གསོ་བཅོས་མི་ཉམས་གོང་བུ་བྱས་དགོས་ཀྱི་འདུག་ཟེར་ཡག་སྟེ། སོ་སོའི་སྡིག་སྤོང་དགེ་ཕྲུག་སྤྱི་བོ་གི་སྐད་ཆ་མ་ཡིན་པ་འཛམ་བུ་གླིང་ལ་ལེགས་སྐྱེས་ཆེན་པོ་ཕུལ་ཡག་གི། ཨོ་དེ་འདྲས་ཅིག་གི་གནས་ཅིག་ཆགས་ཀྱི་ཡོད་རེད་འོ་དེ་འདྲ་ཡིན་དུས་ལོ་གཞོན་པ་ཁྱེད་རང་ཚོས་ད་ལྟ་ཡིན་ན་ཡང་སྐུ་ལས་བསྐྱོན་གྱི་འདུག་དོ་སྣང་གནང་གི་འདུག་ད་དུང་ཡིན་ན་ཡང་ཨ་ནི་མུ་མཐུད་ནས་ཨ་ནི་ཐུགས་རང་གནང་རོགས་གནང་ཐུགས་ཁུར་བཞེས་རོགས་གནང་ཞུ་ཡ་ཡིན། ཨ་ནི་རྡོག་རྡོག་སྙིང་པོ་འདྲ་བོ་དེ་ད་རྒྱ་བ་ཞིག་ནོར་བུ་ལོ་དྲུག་ཅུ་རེ་གྲངས་དེ་འདྲའི་ཅིག་བབས་འདུག་ད་དགོང་ལོ་བཅུ་དྲུག་ནས་བྱས་ཚེ་ཨ་ནི་སྐུ་ལས་ད་ག་འདྲ་བོ་ཅིག་བསྐྱོན་ཤ་བའི་གཙོ་བོ་དེ། ཐུགས་རྗེ་ཆེན་པོ་བཞི་ཡོད་ཐུགས་རྗེ་དམ་བཅའ་བཞི། མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ཨ་ནེ་དངོས་གནས་དང་ནི་ཆོས་ལུགས་མཐུན་འབྲེལ། ཨ་ནེ་བོད་ཀྱི་ཆོས་དང་རིག་གཞུང་ཉམས་པ་བཟོ་བཅོས་མི་ཉམས་གོང་འཕེལ། སྔར་རྒྱ་གར་འཕགས་པའི་ཡུལ་ལ་ཡོད་བསྡད་པའི་གི་ཨ་ནེ་དེ་གས་དེ་ད་དུང་ཡིན་ན་ཡང་ཨ་ནེ་གཅིག་རྒྱ་གར་གྱི་ཡུལ་ཚོ་དེའི་ནང་ལ་ཡ་ཡང་འགྱུར་ཅིག་དངོས་གནས་དང་ནི་གོ་རྟོགས་ཆེན་པོ་ཡོང་ཐུབ་ཡ་འོ་ད་དེ་འགས་ཅིག་ཐུགས་ཁུར་ཆེན་པོ་བཞེས་ཀྱི་ཡོད་རེད་བཞེས་པ་ནང་བཞིན་སྐུ་ལས་ཆེན་པོ་བསྐྱོན་པ་རེད་ཨོ་ད་དེ་ང་རང་ཚོ་གི་ཀྱི་དབུ་འོག་དཔུང་སྡེ་གི་ཞབས་ཕྱི་ཞུ་རྗེས་གང་ལྟར། ནོར་བྱང་སེང་གེ་འབུལ་བ་བདག་བླ་མས་ཕ་བླ་མའི་བཀའ་དྲིན་བསྒྲུབས་པའི་རྒྱ་རུ། ཕན་པའི་ལན་དུ་མཆོད་པ་བྱས་པ་ནི་དགོས་བའི་ཚིག་བཞིན་ཉམས་སུ་ལེན་པ་ཡིན་ཟེར་ནས་སྐྱེས་རབས་ཀྱི་ནང་ལ་གསུངས་བསྡད་པ་ཨོ་ད་དེ་འདྲས་ཅིག་ཐུགས་ལ་བཞག་ནས་ང་རང་ཚོ་ཕ་སྤྲད་མཁན་བྱང་ཆུབ་སེམས་དཔའ་མ་སྲིན་མོ་བྲག་སྲིན་གྱི་རིགས་རྒྱུད་གཅིག་པ། བ་ད་དེ་འདྲས་ཅིག། ཕ་མ་གཅིག་གི་སྤུ་གུ། བ་དེ་འདྲས་ཅིག་ཡིན་དགོངས་དགོངས་བྱས། ཆོས་ལུགས་ལ་དབྱེ་བ་མེད་པ། ཆོས་བརྒྱུད་ལ་དབྱེ་བ་མེད་པ། ཆོལ་ཁའི་དབྱེ་བ་མེད་པ། བ་དེ་འདྲས་ཅིག་གིས་འུ་ཆུ་གཅིག་འདྲེས་ཅིག་གནང་གི་ཡིན་ན། དགྲ་ལ་ངོམ་རྒྱུ་ཡང་དེ་རེད། གཉེན་ལ་འཆར་རྒྱུ་ཡང་དེ་རེད། ཨོ་དགོས་མཁོ་འདྲུ་བའི་ཡང་དེ་རེད། ཨོ་སྙིང་པོའི་དོན་ཡང་དེ་རེད། ཨོ། ད་དེ་འདྲའི་ཅིག་མེད་པར་བྱས། ཨོ། ང་ཚོ་ཁོ་ཚོ། ཅིག་དུག་དུག་བྱས་པ་ཡིན་ན། དེ་ནི་ངས་བལྟས་ན་ནི་སྤུ་གུ་རྩེ་མོ་རང་མཐོང་གི་འདུག། ཧ། ག་རེ་རེད་ཟེར་ན་སྤུ་གུ་རྩེ་མོ་མཐོང་སྟངས་ཅིག་ཞུ་གི་ཡིན་ད་རེད་བ། ང་ཚོ་ནི། ལོ་ཉི་ཤུ་སུམ་ཅུ་ཅིག་གི་ནང་ལ་འཛམ་བུ་གླིང་འདི་བཞག་ནས་འགྲོ་གི་རེད་རྒན་འགོག་ཆགས། ལོ་གཞོན་པ་དེ་གས་དེ་གས། ང་ཚོ་ཁོ་ཚོ། ང་དབུལ་བ། ང་གཙང་པ། ང་ཁམས་མདོ། ང་ཨ་མདོ་ཟེར་མཁན་དེ་ཆགས་ས་རེད་ཆགས་ས་མ་རེད་ད་ལྟ་ཨ་ལས་དང་པོ། སྐད་དེ་ར་འཕྲོད་ལ་མ་འཕྲོད་ཅིག་ཆགས་འགྲོ་ཆགས་འགྲོ་ཅིག་འདུག་ཨེ་ནི་དེ་ཡོང་ས་རེད་ཡོང་ས་མ་རེད་དེ་དགོངས་པ་བཞེས་ད་ལྟ་དེ་ད་ག་ཚོད་སྤུ་བོའི་རྩེད་མོ། ཨོ། ཨོ། ཨོ་དེ་འདྲས་ཡིན་འདུག་ཕུགས་རྒྱང་རིང་པོའི་དགོངས་པ་བཞེས་རྗེས་ད་ལྟ་ང་རང་ཚོ་གི་འཐེན་འཁྱེར་ཆུང་ཆུང་ཆུང་ཆུང་བྱས་ཏེ་ཆོ་གཅེས་མེད་པའི་ལས་ཀ། ཨོ་དེ་འདྲས་ཅིག་རེད་དེ་འདུག་བ། སྤུ་ཆུང་ཆུང་གི་བྱེ་མའི་ཁང་བུ་བརྩིགས་པ་དང་གཅིག་པུ་གཅིག་རྐྱང་གཅིག་གི་ཕུགས་བརྟན་མའི་བདེ་ཉེན་གྱི། དོན་དག་འབྲུ་ཡང་མའི་བདེ་ཉེན་ཨོ་དེ་འདྲའི་གཅིག་རེད་འདུག་བ། ཨོ་ད་དེ་མ་ཡིན་པ། ཨོ་གཅིག་འོག་ཆུ་གཅིག་རི་གཅིག་གི་བོད་ཀྱི་ཆོས་དང་རིག་གཞུང་ཨོ་འདི་གའི་དེ་བདག་པོ་གཅིག་རྒྱབ་ཅིང་ཧི་མ་ལ་ཡའི་རི་རྒྱུད་སུ་གཏོགས་པ་དེ་ཚང་མ་ལོག་གི་ཐུ། ཆ་ཚུལ་མཉམ་འདེགས་གཅིག་གནང་ཐུབ་པ་འདི་འདྲའི་གཅིག་བྱུང་གི་ཡིན་ན་ངས་ཁ་ཚང་ཞུས་པ་ན་ཤིག་གཅིག་གི་ཉི་མ་གཅིག་བྱང་ཆུབ་འབྱུང་ཞིང་དེ། ཨ་ནེ་པའི་ཡང་སྐྱོ། བོད་གངས་ཅན་གྱི་ལྗོངས་ལ་ཡང་སྐྱོ་རྩ་བའི་རྒྱབ་ཀྱི་དེ་ནས་ཡང་སྡོང་པོ་སྐྱེ་ཡག་ཅིག་ཨ་ནི་ཡོང་ཡག་གི་དགོངས་པ་ཅིག་ཕྱར་གྲུ་མཉམ་འདེགས་གནང་གི་ཡིན་ནི་ད་ཞི་བོ་ཅིག་ཡོང་ཡག་ཅིག་རེད་འདུག་བ་ད་རྒྱ་བ་རྒྱལ་བའི་ཆོས་ཁྲིམས་ཡོང་ཡག་དེ་རེད་འདུག་བ་ཧོ་ད་དེ་འདྲས་ཅིག་ཐུགས་ལ་ཞགས་རོགས་གནང་ཞུ་ཡག་ཡིན་ཐུགས་རྗེ་ཆེ་ཚང་མ་བློ་ལ།